མ་མཐོང་བའི་ཉིད་མི་ཤེས་པར་ཟད་དེ། རྣམ་མེད་ལགས་སུ་འཇིགས་རུང་བའི་དམྱལ་བ་བསྟན་པ་གང་ཡིན་པ་སློབ་དཔོན་ལ་ནི་སྨོས་པ་ནི་དེར་ནི་གནས་པར་ཡང་དག་ཤེས་ཟད་དེ། ད་དེའི་གི་འགྲེལ་པ། རྗེ་ཙོང་ཁ་པ་ཆེན་པོས་གསུངས་པ་དེའི་ཕྱག་ཚང་ཤོའི་རིམ་གྱི་ཕྱག་འདི་འདུག་ད་དེའི་ནང་ལ་བར་ག་རེ་གསུང་ཡོང་རེ་ཟེར་ན། འདི་ནི་སྔར་བཤད་པའི་གི། སེམས་ཅན་དམྱལ་བར་འགྲོ་ཟེར་བ་གི་དམྱལ་བ་དེ། འདི་ནི་དང་ཟློག་ཏུ་གྱུར་ཏེ་དེ་ཚོའི་ནང་རོར་བདག་གིས་གོང་དུ་ཞུས་པ་ནང་བཞིན་གྱི་དང། དམྱལ་བ་མནར་མེད་ཡིན་ན་འདྲ་རྡོ་རྗེའི་དམྱལ་བ་ཡིན་ན་འདྲ་དེ་ཚོའི་ཚང་མ་ལོ། སྡུག་བསྔལ་ཆེ་ཤོས་དེ་ཚོའི་ནང་རོ་ལ་ཡ་ད་ག་འདྲ་དམྱལ་བ་དམྱལ་བའི་ནང་ནས་བསྐྱབས་པའི་སྡུག་བསྔལ་ཆེ་ཤོས་དེ་ཚོའི་ནང་རོ་ལ་ཡ་ནི་ལྷའི་བུ་སྨོད་པར་བྱེད་མཁན་དེ་ཚོ་བས། དེའི་ནང་ལ་རོལ་པའི་གནས་ནི་སྡུག་བསྔལ་ཡུན་རིང་པོ་མྱོང་བར་འགྱུར་བ་རེད་གསུངས་ཡོད་པ་རེད། དེ་ཡང་ད་ལྟ་གསང་བ་འདུས་པའི་གི་ལེའུ་ལྔ་པའི་ནང་ལོགས་ལ་ཡང། སེམས་ཅན་མཚམས་མེད་ལ་སོགས་པའི་སྡིག་པ་ཆེན་པོ་བྱས་པ་ཡང་རྡོ་རྗེ་ཐིགས་པ་རྒྱ་མཚོ་ཆེ་ཐིགས་པ་མཆོག་ནི་འདི་ལ་འགྲུབ་སྙིང་ནས་ལྷོ་བོན་སྨོད་པ་དང་བསྒྲུབས་ཀྱང་འགྲུབ་པར་ཡོང་མི་འགྱུར་གསུངས་འདུག་བ། དེ། ད་དེ། མ། འགྲེལ་པ་སྒྲོན་གསལ་གྱི་ནང་ལོགས་མར་འགྲེལ་བཤད་སྐྱོན་ཡོང་དུས་ས་ག་རེ་གསུངས་ཡོད་རེད་ཟེར་ན། ཨ་ནེ་ཕ་མ་གསོད་པ་དང་དགྲ་བཅོམ་གསོད་པ་དང་ཐེག་བདེ་བར་གཤེགས་པའི་སྐུ་འཇིག་པར་བྱེད་པ་དང་དམ་པའི་ཆོས་སྤོང་བ་ལ་སོགས་པ། དང་མདོར་ན། ཤི་མ་ཐག་ཏུ་སེམས་ཅན་དམྱལ་བར་འགྲོ་ཡག་གི་མཚམས་མེད་པའི་ལས་བྱེད་མཁན། ལས་བྱེད་མཁན་དང་དག་སྣང་ཞིང་གི་ཨ་ནི་ཉེ་བའི་གི་མཚམས་མེད་པ་དང། དག་སྣང་ཞིང་གི་རྩ་བའི་ལྟུང་བ་བཞི་སྤྱད་པ་ལ་སོགས་པ་དེ་དག་ཐམས་ཅད་ཀྱང་ཨ་ནི་བླ་མའི་བཀའ་དྲིན་ལ་བརྟེན་ནས་རྫོགས་རིམ་ཐོབ་པ་ཡིན་ན་ཨ་ནི་སངས་རྒྱས་ཀྱི་དགོངས་པ་ཐོབ་པར་འགྱུར་འགྲོ་བོ་རེད། དེ་ནས་མཚམས་མེད་པའི་ལས་བྱས་པ་ཡིན་ན་ཡང་དག་གོ་ས་སྔགས་ལ་བརྟེན་ནས་གྲོལ་བ་ཐོབ་ཡག་ཡོག་རེད། ཡིན་ན་ཡང་ཨ་ནེ་ཅིག་རྡོ་རྗེ་ལྷ་བོན་དང་པོ་རྡོ་རྗེ་ལྷ་བོན་བླ་མ་དེས་བླ་མར་བསྟེན་ནས་བླ་མར་བསྟེན་ཚར་བའི་ཞུ་གུ་ལ་ཡ་ད་བླ་མ་འདིས་ང་ལ་གས་ཕན་ཐོགས་པོ་མི་འདུག་བསམ་བྱས་ནས་རྡོ་རྗེ་ལྷ་བོན་ལ་བརྙས་པར་བྱས་པ་ཡིན་ན་བརྙས་པར་བྱས་སྙིང་གཏིང་ནས་ད་ག་ས་ཁ་ནས་པའི་རྩ་མ་ཡིན་པ་སེམས་གཏིང་ནས་པའི་ལྷ་བོན་དེ་ལ་ཡང་མ་དགའ་བ་དེ་སྨོད་པར་བྱས་པ་ཡིན་ན་ཨ་ནེ་དེའི་གང་ཟག་དེ